ད་ཐང་ལ་སྐད་ཆ་བཤད་ཡ་དེ། དྲི་བ་གནད་འགག་ཆེན་པོ་གཅིག་ལ་བསམ་བློ་བཏང་ཡོང་དུས། ད་ནི་ད་སྐད་ཆ་གཅིག་མ་བཤད་ན་ཐབས་མེད་པ་འདྲ་བོ་ཅིག་ཚོར་བ་ཅིག་ལེགས་འདུག། ད་བོད་པ་མི་མང་པོ་ཅིག་དཔའ་བོ་བློ་དགའ་རང་བཙན་གྱི་མཚོན་པའི

ང་ཚོ་མི་གཞན་པ་གཅིག་ལ། བསམ་བློ་བ་གཅིག་ལ་རྩོམ་པ་པོ་གཅིག་ལ་ཡང་མིན་ན་ཆབ་སྲིད་པ་གཅིག་ལ་ཡང་མིན་ན་མི་དཀྱུས་མ་གཅིག་ལ། ཡང་མིན་ན་གཙུག་ལག་ལྷ་བྲག་ཆེན་མོ་གཅིག་གི་ད Professor ད་དེ་དགེ་རྒན་ཆེན་མོ་གཅིག་ལ། ད་ནི་ཡ། བྱ་གཅིག་ངང་ལ་དེ་ནི་མཉམ་དུ་བསྡད་ནས་དེ་ནི་ལྷོད་ལྷོད་བྱས་ནས་སྐད་ཆ་བཤད་ན། ཁོང་ཚོ་གི་འདི་འདྲི་བྱེད་དགོས་ཡ་དེས།

ཨ་ནི་ང་ཚོ་ག་འདྲས་རྒྱབ་ས་རེད་དེ། དེ་ང་ཚོའི་ཡིན་གཅིག་མིན་གཅིག་བསམ་བློ་བཏང། སོ་སོས་དེ་ལ་སློབ་སྦྱོང་བྱེད། སོ་སོའི་མི་གཞན་པ་གཅིག་ལ་དེ་ནས་འགྲེལ་བཤད་རྒྱབ་ཐུབ་ཀི་མེད་པ་ཡིན་ན། དེ་ནས་དེ་ག་རེ་མཚོན་གི་འདུག་ཟེར་ན། ཁོ་ཚོ་གི་བློས་གཏོང་བྱས་པ་དེ་གི་རྒྱུ་མཚན་ད་དུང་ཡང་སོ་སོས་ངེས་པ་རྙེད་མེད་པ་དེ་མཚོན་གི་འདུག་ད། ད་ཁོ་ཚོས་དེ་འདྲའི་གི་བློས་གཏོང་ཅིག་བྱེད་ཡ་དེ་ང་ཚོས། ངེས་པ། དེའི་གི་རྒྱུ་མཚན་དེ་ལ་ངེས་པ་རྙེད་མེད་ན། ད་ནི་ཁོ་ཚོས་བློས་གཏོང་བྱས་པ་དེ་མུ་མཐུད་ནས་མཇུག་སྐྱོང་བྱེད་ཡ་དེ་ང་ཚོས་ཡོང་གི་མ་རེད་ད། དེ་ཡིན་དུས། ད་ནི་ཁྱེད་རང་གིས། གར་བྱས་ནས་ཁོ་ཚོ་འདི་འདྲའི་བྱེད་དགོས་བ་རེད། དེ་མི་གཅིག་ལ་འགྲེལ་བཤད་བརྒྱབ་ན་དེ་ག་འདྲས་སུ་བརྒྱབ་ས་རེད། དེ་ནས་སྤྱི་བཏང་གི་བོད་ཀྱི་རིག་གནས་དང་བོད་ཀྱི་སྐད་ཡིག་གི་ཆ་ནས་བཤད་ན། དེ་ནི་འཛམ་བུ་གླིང་གི་བདེ་སྐྱིད་མཐར་ཐུག་པ་དེ་བསྐྲུན་པའི་ཆ་རྐྱེན་ཡོད་ན་མེད་ན་དེ་ཆགས་དགོས་རེད། ད། སོ་སོ་གི་མི་ཚེ་དེ་དཔལ་འབྱོར་ཙམ་སྒྲུབ་པའི་ཆེད་དུ་དཔལ་འབྱོར་ཅིག་རག་སོང་ན། དེ་ནས་གཞན་པ་ཐམས་ཅད་བློས་བཏང་ཐུབ་པའི་དེ་འདྲིའི་མི་ཅིག་ཆགས་ཀྱི་ཡོད་ན། དེ་ནས་བོད་ཀྱི་སྐད་དང་ཡི་གེ་གི་སྒྲུབ་ཐུབ་པའི་བདེ་སྐྱིད་དེ་ལ་གོ་བ་ཉིད་ཡོད་མ་རེད་ད།

བོད་རང་བཙན་གྱི་ཆེད་དུ་ལོས་བཏང་བ་དེ་གསལ་བོ་རེད། དེ་ནས་རྒྱུ་མཚན་གཞན་པ་གཅིག་དེ། བོད་མི་རིགས་ལ། སྡུག་བསྔལ་གཅིག་ཡོད་རེད་ད། སྡུག་བསྔལ་ཡོད་པ་དེས་བོད་མི་རིགས་ཉམ་ཆུང་འཚེ་བ་མེད་པའི་ཞི་བདེ་ལ་དགའ་བའི། མི་རིགས་དེ་ལ། ད་ནི་དོན་མེད་ཀྱི་སྙོབ་བྱེད་བྱས་པ་དེས། ང་ཚོའི་གི་སྤོ་སྤོ་རྨོ་རྨོ། ང་ཚོའི་གི་དགེ་རྒན། ང་ཚོའི་གི་བླ་མ། དེ་ཚོ། རྒྱ་ནག་གི་བཙོང་ཁང་ནང་ནས་སྐུ་སྲོག་ཤོར་སོང་རེད་ད། ང་ཚོ་སྟེང་གི་སྡུག་བསྔལ་གཅིག་ཡོད་དང་སྡུག་བསྔལ་གཅིག་གར་ཁྱེད་ནས་དེ་འདྲའི་སྐུ་སྲོག་ཅིག་ཤོར་ན་ཡང་ང་ཚོས་གང་ཡང་བྱེད་མ་ཐུབ་པའི་ག་རེ་ཡིན་ནའང། ཡིན་ན་ཡང་ང་ཚོ་ལ་སྙིང་སྟབས་གཅིག་ཡོད་རེད། དེ་ཡིས་སོ་སོ་གི་དཀའ་སྡུག་དེ་ཕ་སྟོན་ཡག་གི་ཆེད་དུ་མི་གཞན་པ་ལ། སྡུག་བསྔལ་བཙལ་ཡག་དང་མི་ཤེས་འབག་གི། ཚེ་སྲོག་འཕྲོག་ཡག་གི། བྱ་བ་དེ་ང་ཚོ་བྱེད་འདོད་ཡོད་མ་རེད། དེ་ཡིས་ང་ཚོ་གི། རྒྱུན་རིང་པོ་གི་ད་མི་རབས་ནས་མི་རབས་མི་ལོ་སྟོང་ཕྲག་མང་པོ་གི། རིག་གནས་དེའི་གི་སྙིང་སྟབས་རེད་ད། དེ་ནི་དེའི་རྒྱུ་མཚན་བྱེད་ངེས་ཀྱི་བླ་མ། དེའི་རྒྱུ་མཚན་བྱེད་ངེས་ཀྱི་ང་ཚོའི་དབུ་ཁྲིད། དེ་ནི་རྒྱལ་བ་རིན་པོ་ཆེ་ནས་བཟུང་སྟེ་ཐམས་ཅད་ཀྱིས་ང་ཚོ་ལ་འཚེ་བ་མེད་པ། བྱམས་དང་སྙིང་རྗེ། དེའི་བཀའ་ལྷབ་དང་ལམ་སྟོན་དེ་འདྲིའི་ཀྱི་འོག་ནས་ང་ཚོ་འཚར་ལོངས་བྱུང་དུས་ང་ཚོའི་བསམ་བློའི་ནང་ལོགས་ལ། ད་ང་ཚོ་ཁོ་ཚོས་ང་ཚོ་ལ་སྡུག་བསྔལ་གྱིས་སྤྲད་ཀྱི་འདུག་ང་ཚོས་ཁོ་ཚོ་ལ་ཕར་སྡུག་བསྔལ་གྱིས་སྤྲད་དགོས་སམ་པའི་སྡུག་བསྔལ་གྱི་ཁོང་ཁྲོ་བའི་ཁོང་ཁྲོ་འཇོམས་མི་ཐུབ་པ་དེ་ང་ཚོས་གི་ལྟ་གྲུབ་རེད་ད། དེ་ནས་ཚུར་བསད་ངེས་དེ་ཕག་བསད་ནས་དེ་ནས་ང་ཚོ་གི་གཅིག་དཀའ་སྡུག་དེ་ལས་ཐར་ཐུབ་གི་ཡོད་པ་དེ་ང་ཚོས་ཁས་ལེན་གི་ཡོད་མ་རེད་ད། བཟོ་པ་གི་ཁོང་ཁྲོ་འཇོམས་ཐུབ་པ་དེ་ང་ཚོའི་ལྟ་གྲུབ་རེད་ད། དེ་འདྲའི་ཡིན་དུས། དེ་འདྲའི་ལྟ་གྲུབ་དེ། དེ་འདྲའི་རིག་གནས་དེ། དེ་འདྲའི་རིག་གཞུང་དེ། དེ་རིང་གི་འཛམ་བུ་གླིང་ལ་མགོ་བོ་བར་དང། ཡིན་ན་ཡང་འཛམ་བུ་གླིང་ཧ་གོ་བ་མ་རེད་འཛམ་བུ་གླིང་པ་ཧ་གོ་བ་མ་རེད། དེ་ནི་ང་ཚོས་དེ་ངོ་སྤྲོད་བྱེད་དགོས་འཛམ་བུ་གླིང་གི་མི་ལ། དེ་ནས་འཛམ་བུ་གླིང་གི་མི་མཉམ་དུ་བསྡད་ནས་ཕར་ར་སྤྲོད་བྱས་ན་ང་ཚོས་གི་ག་རེ་བྱས་ནས་འདི་གཅིག་བྱེད་ཀྱི་ཡོད་པ་དེ། རྒྱུ་མཚན་དང་ལྡན་པ་རིག་པ་དང་ལྡན་པ། སྒྱུ་རྩལ་དང་ལྡན་པའི་ཐོག་ནས་ང་ཚོས་ངོ་སྤྲོད་བྱེད་ཐུབ་ཡ་གཅིག། དེ་ང་ཚོས་གི་སོ་སོ་གི་མི་རིགས་གཞོན་སྐྱེས་དེ་ཚོ་ཡིན་ན་ཡང་དེ་ལ་དེ་འདྲིའི་གི་ལྷབ་གསོག་དེ། རིག་པ་དང་ལྡན་པའི་ཐོག་ནས་ངོ་སྤྲོད་བྱེད་དགོས་ཡ་དེ་གལ་ཆེན་པོ་ཆགས་ཀྱི་འདུག་དེ་བྱས་ན་དེ་ནས་ང་ཚོས་གི་གཞོན་སྐྱེས་རྣམ་པ་དེ་ཚོ་ཡིན་ན་ཡང། སོ་སོ་འཛམ་བུ་གླིང་གི་མི་རིགས་གཞན་དང་མཉམ་དུ་འགྲོ་དུས། ང་ཚོ་འདི་ནས་སྐད་འབོད་རྒྱག་ནས་འགྲོ་ཡ་དེ། འཛམ་བུ་གླིང་ཐམས་ཅད་ཀྱི་ཆེད་དུ་ཡིན་བསམ་པའི་སྤོབས་པ་ཅིག་རྙེད་སོང་ན། དེ་ནས་གཞོན་སྐྱེས་འདི་ཚོ་གི་སོ་སོའི་བསླབ་གྲྭ་ནང་ལ་ཡིན་ན་རེད་སོ་སོའི་ཁོར་ཡུག་ནང་ལ་ཡིན་ན་རེད་སོ་སོའི་གྲོགས་པོ་གྲོགས་མོ་ཁྱིམ་མི་འདི་ནི་སུ་འདྲ་ཅིག་ཡིན་ན་འདི་ཚོ་མཉམ་དུ་འགྲོ་འོང་དུས་ཁོ་ཚོས་འདི་འདྲི་བྱེད་ཡ་དེ་རྒྱུ་མཚན་དང་རིག་པ་འདི་འདྲི་གཅིག་འདུག་བསམ་ནས་ནི་མི་ཚང་མ་གི་ཆེད་དུ་བྱེད་འོང་ན། ང་ཚོ་བོད་པ་མི་རིགས་མི་རབས་གསར་པ་དེ་ཚོ་ཡིན་ན་ཡང་འཛམ་བུ་གླིང་གི་དེ་ནི་བསླབ་གྲྭ་ཆེན་མོ་དང་འཛམ་བུ་གླིང་གི་གཞོན་སྐྱེས་ཀྱི་ཁོ་ར་ཁོར་ཡུག་འདིའི་ནང་ལོགས་ལ་དཔའ་དཔའ་བྱས་ནས་འགྲོ་ཐུབ་པའི། ང་ཚོ་ལ་སྙིང་སྟོབས་ཅིག་ཡོད་རེད་དེ་ཡིས་ང་ཚོ་ཡིན་གཅིག་མིན་གཅིག་བོད་པའི་གཞོན་སྐྱེས་དེ་ཚོ་ལ་ར་སྤྲོད་བྱེད་ཐུབ་ཡ་དེའི་ཐོག་ལ་འབད་བརྩོན་བྱེད་དགོས་གི་འདུག་ད་དེ་ནས་མཉམ་དུ་ཡིན་ད་ཡིན་ང་ཚོ་སྐད་འབོད་བྱེད་དགོས་གི་རེད་དེ་ནས་ཁྲོམ་ལ་ཐོན་དགོས་གི་རེད་དེ་ནས་ག་རེ་ཡིན་ན་བྱེད་དགོས་གི་རེད་ཡིན་ན་ཡང་རྩ་བའི་ཐོག་ནས་རིག་པ་དང་ལྡན་པ་བསམ་བློ་ལྷོད་ལ་བབས་པའི་སྐབས་སུ་ང་ཚོས་འགྲེལ་བཤད་ཡང་དག་པ་ཅིག་བཏབ་ཐུབ་ན། དེ་ནི་ང་ཚོའི་ཁྲོམ་ལ་ཐོན་པའི་སྐབས་སུ་ཡིན་ན་སྐད་ཤུགས་དང་དེ་ནི་གདེང་ཚོད་དང་དེ་ནི། ང་ཚོ་གཅིག་ངར་ན་ཡང་སྐད་འབོད་ཅིག་རྒྱག་ན་ཡང་སྐད་ཀྱི་སྒྲ་མདངས་དེ་འདྲ་གི་མ་རེད་ད། དེ་འདྲའི་རིགས་ང་ཚོ་དེ་འདྲའི་བྱེད་དགོས་ཀྱི་འདུག་སྲིད་ད། དེ་ནི་མུ་མཐུད་ནས་ད། སྐད་ཆ་བཤད་ཡ་ཡིན།